ད་དེ་ནི་མ་བརྗོད་གཞི་གཉིས་པ་སྟེ། ཁོང་ཁྲོའི་ཉེས་དམིགས་དང་བཟོད་པའི་ཕན་ཡོན་ཟེར་དེ་རེད། ད་འདི་ན་ནི་ཁོང་ཁྲོའི་ཉེས་དམིགས་ཟེར་ལ་འོང་དུས་དེ་ངས་དོན་ཚན་ཁ་ཤས་ཅིག་ནས་མར་ཞུ་གི་ཡིན། དེ་ལ་དང་པོ། ད་རྒྱུད་གོང་དུ་ཞུས་པ་ནང་བཞིན་བྱས་ནས་ཁོང་ཁྲོ་ཟེར་ན་ག་རེ། དང་པོ་ང་ཚོ་དེ་ཅིག་ངོས་བཟུང་དགོས་འདུག་དེ་ལ། ཁོང་ཁྲོ་ཟེར་དུས་གཞན་གྱིས་གནོད་པ་བྱས་པ་ལ་སེམས་ཁོང་ནས་འཁྲུགས་པ།

དེ་ནི་ད་བརྗོད་གཞི་དངོས་དེ་ཁོང་ཁྲོའི་གི་ཉེས་དམིགས་རེད་དེ་ཡོད་རེད་ད་ཁོང་ཁྲོའི་ཉེས་དམིགས་ཟེར་དུས་ཁོང་ཁྲོའི་སྐྱོན་རེད་ད་ཁོང་ཁྲོ་མང་པོ་ཟ་དེ་དེ་ནང་བཞིན་གི་ཨེ་ནས་མི་ཨེ་ནས་ཁོང་ཁྲོ་ཚ་བོ་ཅིག་བྱས་དེ་སོང་ན་ཨེ་དེ་ལ་སྐྱོན་ག་རེ་ཡོད་རེད་ཨེ་ལ་ད་སྐྱོན་ཡོད་རེད་དེ་ལ་སྐྱོན་དེ་ལ་ཨེ་ནས་ད། མཐོང་བའི་གི་སྐྱོན་ཅེས་དང་མ་མཐོང་བའི་གི་སྐྱོན་ཟེར་ནས་ད་གཞུང་འདི་ཚོ་ནང་ལ་མཐོང་བའི་སྐྱོན་མ་མཐོང་བའི་སྐྱོན་མཐོང་བའི་སྐྱོན་དེ་ལ་ད་ཚེ་འདི་ལ་ང་རང་ཚོ་མཐོང་བསྡད་ཡོད་ཀྱོག་གོ་བསྡད་ཡོད་ཀྱོག་དེ་འདྲའི་གི་སྐྱོན་གཅིག་ཡོད་རེད། དེ་ག་རེ་ཡོད་རེད་ཟེར་དུས་དང་པོ། ཨེ་ནས། ཁོང་རོགས་ལངས་བསྡད་མཁན་གྱི་མི་དེ། ད་ཅིག། ག་དུས་ཡོད་ན་ཅེས་ཁོང་ཁྲོ་ལངས་ཡོད་གནས་སྐབས་སུ་ལྟ་འགྲོ་དུས་མི་དེ་གི་གདོང་པ་ཡི་ན་རེ། མི་དེ་གི་ལུས་ཀྱི་རྣམ་འགྱུར་ཡི་ན་རེ། ངག་གི་སྐད་ཆ་བཤད་སྟངས་ཡི་ན་རེ་དཔེ་ཆ་མདོང་པ་འདྲ་བོ་བྱས་ན་ཡང་དཔེ་མིག་དེ་ཚོ་ཕག་སྐྱོགས་ཚུར་སྐྱོགས། དེ་ན་ཞིང་གི་ཨེ་ནས་རྣག་དེ་ཚོ་གཉེར། དེ་ན་ཞིང་གདོང་པ་དེ་ཚོ་ཡང་ན་ནག་པོ་ཆགས་ཡང་ན་དམར་པོ་ཆགས་དེ་འདྲ་ལ་བྱས་ནས་ཨེ་ནས་གདོང། ཨེ་ནས་མི་བཟད་པར་ཆགས་པ་དང།

ཨམ་ཅོག་ལ་ཕ་མི་སྙན་པའི་གི་སྐད་ཆ་མི་སྙོན་པའི་སྐད་ཆ་སོགས་བྲོ་འདི་འདྲའི་བྱེད་པའི་སྒོ་ནས་མདོར་ན་ཨེ་ནི་ཁོང་ཁྲོ་དེ་གིས་ང་རང་ཚོ་གི་ལུས་ངག་གཉིས་པོ་དེ་མི་བཟད་པར་བྱེད་ཀྱི་ཡོད་རེད་ལ་རེད་ད། མིག་གི་མིག་ལ་ཡིན་ན་རེད་མིག་གི་སེམས་ལ་ཡིན་ན་རེད་གང་ལྟར་ཡང་མིག་ལ་མི་བཟད་པ་ཨེ་ནི་དེ་ག་ནང་བཞིན་གྱི་ཨེ་ནི་ཡིད་དུ་མི་འོང་བར་འོ་འདི་འདྲ་བྱེད་ཀྱི་ཡོད་རེད། ཨེ་ཙི་གསུངས་པ། དེ་ན་གཞན་གྱི་ཨེ་ནས་ཁོང་ཁྲོ་མང་པོ་ཟ་བདེ་ངེས་ཀྱི་མི་དེ་ང་རང་ཚོ་སྤྱི་ཚོགས་ནང་ལ་ཡང་མི་ཡག་གྲས་ལ་བརྩི་གི་ཚུལ་གྱི་མེད་པ་ཡིན་པ་རེད་ད་མི་ཡག་གི་གྲས་ནས་བུད་འགྲོ་གི་ཡོད་པ་ཡིན་པ་རེད་ད་ཨ་ད་མི་འདི་ཞེ་རག་ལྟ་ཡས་ཡོད་མ་རེད་མི་འདི་དཔེ་མི་སྲིད་རླུང་ཚ་པོ་རེད་འདི་ལ་ཨེ་ནས་སྐད་ཆ་ཚིག་མཐོ་དམན་སྒྲོས་ཡས་ཡོད་མ་རེད་ཨེ་ནས་ཅིག་ལས་ཀ་ཏོགས་སུ་མ་བྲིས་ན་ལམ་སང་རླུང་ལངས་འཁྲུག་པ་རྒྱབ་གི་རེད་དེ་ནས་སོང་ཙང་མི་འདི།

དེས་ན་གཞན་གྱིས་བྱས་ན་འགྲིག་གི་ཡོད་པ་དང་མེད་པ་ལ་སོགས་པ་དེ་འདྲས་ཀྱི་ཨེ་ནས་ཧ་གོ་མཁན་གྱི་རྣམ་དཔྱོད་ཟེར་ན་རེད་ཤེས་རབ་ཟེར་ན་རེད་དེ་འདྲས་ཀྱི་བསམ་བློ་བརྗེ་ལ་དེ་བེད་མེད་པ་བཟོས་བཞག་གི་རེད་ཨེ་ལར། དེ་མེད་པ་བཟོས་པ་ལ་བརྟེན་ནས་ཨེ་ང་རང་ཚོའི་ཁོང་ཁྲོ་ཆེ་ཟ་འགྲོ་དུས་འོ་ད་བྱས་ཆོག་མ་ཆོག་པའི་ལས་ཀ་མང་པོ་ཅིག་བྱས་འགྲོ་གི་ཡོད་པ་ཡིན། དེས་ན་གཞན་སྐད་ཆ་བཤད་མ་ཆོག་པའི་སྐད་ཆ་མང་པོ་ཅིག་བཤད་འགྲོ་གི་ཡོད་པ་ཡིན་པ་རེད། འོ་དེ་ག་རེ་བྱས་ནས་བྱུང་དགོས་ཟེར་ན་ཁོང་ཁྲོ་དེ་གིས་ང་རང་ཚོ་གི་ཤེས་རབ་དེ་ཕ་ཟིལ་གྱིས་གནོན་བྱས། དཔེར་ན་ཆ་ཤས་ན་སྤྱི་ཚོགས་ནང་ལ་མི་དྲང་པོ་དེ་ཚོ་ཨེ་ནས་ཕ་ཨེ་ནས་མི་ངན་པ་དེ་ཚོ་གི་དབང་དུ་བསྡུས་ནས་ཁོ་ནུས་པ་མེད་པར་བཟོས་བ་ནང་བཞིན་བྱས་ནས་ང་རང་ཚོ་གི་སེམས་ཀྱི་སྟེང་དུ་ལ་ཨེ་ནས་ཡག་སྡུག་རྣམ་པར་འབྱེད་ཐུབ་མཁན་གྱི་ཤེས་རབ་ཅིག་ཡོད་རེད་མི་ཚང་མ་ལ་ཆེ་ཆུང་གཅིག་མ་གཏོགས་མི་ཚང་མ་ལ་ཡོད་རེད། འོ་དེ་འདྲའི་གི་ཤེས་རབ་དེ་ནུས་པ་མེད་པར་བཟོས་ནས་ཨེ་ནས་ཁོང་ཁྲོ་དེ་གིས་ཨེ་ནས་ང་རང་ཚོ་ཨེ་ནས་སེམས་དེ་ཚང་མ་དབང་དུ་གྱུར་དེ་ཡིས་གིས་ཨེ་ནས་ཀུན་ནས་བླངས་ཡོད་མགོ་ནས་ཨེ་ནས་ལུས་ངག་གི་ལས་ཨེ་ནས་སྡུག་ཅག་གཅིག་འཇིག་རྟེན། ལུགས་དང་མི་མཐུན་པ། ཆོས་དང་མི་མཐུན་པའི་གི་ལས་ཀ་མང་པོ་ཅིག་ཕར་བྱེད་བཅུག་གི་ཡོད་རེད་ལ། དེ་ནང་བཞིན་གྱི་ཁོང་ཁྲོ་མང་པོ་ཟ་དེ་སོང་ན། དཔེར་ན་ཆ་ཤས་ན་མི་དེ་ནམ་རྒྱུན་རོ་ཁོང་ཁྲོ་མ་ཟ་བའི་གནས་སྐབས་སུ་མི་དེ་ལྟོས། མི་ལ་ཕ། སྟོང་སྦྱིན་པ་ལ་སོགས་པ་དེ་འདྲ་བཏང་ཐུབ་མཁན། མི་ལ་ཕ་ལྟོས་རོགས་པ་བྱེད་ཐུབ་མཁན་ཅིག་ཡིན་ན་ཡང། ད་ཁོ་ཨེ་ནི་ཁོང་ཁྲོ་ཅིག་ཚ་པོ་ཡོད་སོང་ན། ཨེ་ནི་དེ་ཨེ་ནི་དེ་ལ་ཨེ་ནི་མི་མང་པོ་འཁོར་གི་མ་རེད་ཨེ་ལར་ད། མི་མང་པོ་འཁོར་ཐུབ་གི་མ་རེད་ཨེ་ལར། དཔེ་ཆ་ན་འདིའི་དཔེ་དེ་ལ་ཨེ་ནི་ཞི་བ་ལགས་ཀྱི་སྤྱོད་འཇུག་ནང་ལ་ག་འདྲས་གསུངས་ཡོད་སོང་ན་དཔེ་ན་ཆ་ཤས་ན་རྒྱ་པོ་གཅིག་རེད་བ། ནམ་རྒྱུན་རྒྱ་པོ་ཡིན་ན་རེད་དེ་ག་ན་ཞིང་གི་ད་ཨེ་ནི་སྦྱིན་བདག་ཡིན་ན་རེད་དེ། ནམ་རྒྱུན་སོ་སོའི་གཡོག་པོ་ལ་ཨེ་ནི་ཟ་རྒྱུ་འཐུང་རྒྱུ་ལ་སོགས་པ་དེ་ཚོ་ཡག་པོ་སྤྲད་ཀྱི་ཡོད་པ་བྱེད། ཡོད་དེ་ཡིན་ན་ཡང་དེའི་སྦྱིན་བདག་དེ་རླུང་ཚ་པོ་ཞུ་རྒྱུ་ཡོད་སོང་ན་དེ་ལ་གཡོག་པོ་དང་དེ་ན་བཞིན་འཁོར་ལ་སོགས་པ་དེ་ཚོ་དགའ་པོ་བྱེད་ཀྱི་མ་རེད་འཁོར་གྱི་མ་རེད་ལ། ད་མདོ་མཚམས་ཙམ་དེ་ལས་ཉེན་ཁ་ཆེ་བ་ག་རེ་བྱུང་གི་རེད་ཟེར་ན་མ་འཁོར་བའི་སྟེང་དུ་ལ་ད་མདོ་གཡོག་པོ་ཁ་ཤས་ཀྱིས་དེ་འདྲིས་ཀྱི་རླུང་ཚ་བོ་སྤྲོ་ཐུང་ཐུང་ཅིག་ཡང་ནས་ཡང་དུ་བཤད་བཤད་གཏོང་བསྡད་ཀྱིན་སྦྱིན་བདག་དེ་ལ་བ་དེ་ལ་བ་དགྲ་ཤ་ལེན་ཡ་དང་དེ་གསལ་ཡས་ལ་སོགས་པ་དེ་འདྲའི་འབོད་བརྩོན་བྱེད་ཀྱི་ཉེན་ཁ་དེ་འདྲིས་སྐྱོན་ཡང་ཡོང་གི་ཡོད་རེད།

ཨེ་ལར། དེ་ན་ཤིང་གི་ཁོང་ཁྲོ་ལངས་བལྟས་ན་ཨོ་ད་ཉི་མའི་ཟས་ཟ་ཟ་ན་ཡང་ཟས་ལ་བྲོ་བ་ཡོད་མ་རེད་དེ་ན་ཤིང་མཚན་ལ་ཨེ་ནས་གཉིད་ན་ཡང་ཁུག་གི་མ་རེད་ཨེ་ལར། དེ་འདྲས་ཀྱི་ཨེ་ནས་ཉི་མོས་ཟས་ཟ་མ་ཐུབ་མཚན་མའི་གཉིད་ཡག་པོ་མ་ཁུག་པ་དེ་འདྲས་དེ་ལ་བལྟས་ནས་ལུས་ཀྱི་ཨེ་ནས་འབྱུང་བ་འཁྲུག་བྱས་ཨེ་ནས་ཨེ་ནས་ཅིག་ལུས་ལ་ཨེ་ནས་ན་ཚ་དང་དེ་ན་ཤིང་གི་ཨེ་ནས་སེམས་ལ་ཨེ་ནས་ཅིག། ད་སེམས་ཀྱི་འཕྲོད་བསྟེན་ལ་སོགས་པ་ལུས་ཀྱི་འཕྲོད་བསྟེན་ལ་སོགས་པ་དེ་ཚོ་ལ་ཡང་ཉམས་རྒུད་ཆེན་པོ་འགྲོ་གི་ཡོད་རེད་ཨེ་ཟེར་དོན་སོང་ཙང་ཁོང་ཁྲོ་ཚ་པོ་བྱས་ཏེ་སོང་ན་འོ་ད་ཚེ་འདི་ལ་ཉེས་པ་དེ་འདྲ་བྱུང་གི་ཡོད་རེད་ཨེ་ཟེར་སོང། ད་མ་མཐོང་བའི་ཉེས་མིང་རེད་ང་རང་ཚོ་མཐོང་རྒྱུ་མེད་པ་གང་ཞིག་ལ་ཁོང་ཁྲོ་དེ་གིས་ང་ཚོ་ལ་གནོད་དེ་གི་ལས་ཀ་བྱས་ཡོད་རེད་དེ་ག་རེ་རེད་ཟེར་ལ་འོང་དུས། སྐལ་པ་སྟོང་དུ་བསགས་པ་ཡི་སྦྱིན་བདག་བདེ་གཤེགས་ཆོས་ལ་སོགས། ལེགས་བྱས་གང་ཡིན་དེ་ཀུན་ཀྱང་ཁོང་ཁྲོ་གཅིག་གིས་འཇོམས་པར་བྱས་ཟིན་གསུངས་པ་རེད། རུ་བ། དཔེར་ན་ཆ་བཤད་ན་ང་རང་ཚོས་སྐར་པ་མང་པོའི་རིང་ལ་ང་རང་ཚོས་ཨེ་ནས་ཅིག་གཞན་ལ་སྦྱིན་པ་བཏང་བ། དེ་ན་གཞན་གྱི་བཟོད་སྒོམ་བྱས་པ། དེ་ན་གཞན་གྱི་སྡིག་པ་སྤངས་པ་ལ་སོགས་པའི་དགེ་བ་མང་པོ་ཅིག་བྱས་ཡོད་རེད། དེ་འདྲ་གྱི་དགེ་བ་བྱས་པ་དེ་ཚོ་ཨེ་ནས་ང་རང་ཚོས་ཁོང་ཁྲོ་ཤུགས་ཆེན་པོ་ཞུ་ཅི་ཟ་སོང་ན། དེའི་རྒྱུ་ཁོང་ཁྲོ་དེ་གི་རྐྱེན་བྱས་པ་ལ་བལྟས་ནས་ཨེ་ནས་སྔོན་མ་བསགས་བཞག་འཁྱོག་གི་དགེ་བ་དེ་ཚང་མ་དེ་ནུས་མེད་བཟོས་བཞག་གི་ཡོད་རེད་ལ་ད་ནུས་པ་མེད་པ་བཟོས་བཞག་གི་ཡོད་རེད། ལ། དེ་ནས་སོང་ཙང་ཁོང་ཁྲོ་དེ་གིས་སྔར་བསགས་པའི་དགེ་བ་ཚང་མ་ནུས་མེད་དུ་སུ་ཕྱིས་ཨེ་ནས་དགེ་བ་བསགས་མ་ཐུབ་པ་བྱས་ནས་ཨེ་ནས་ང་རང་ཚོ་གཏན་དུ་ཡ་ཨེ་ནས་བདེ་བ་དང་ཁ་བྲལ་བྱས་ཨེ་ནས་སྡུག་བསྔལ་ལ་བག་འབྱོར་བར་བྱེད་ཀྱི་ཡོད་རེད་ཨེ་ཙོ་གསུངས་པ། དཔེར་ན་ཆ་ཤས་ན་དགེ་བ་ག་འདྲས་ཅན་འཇོམས་ཀྱི་ཡོད་རེད་ཟེར་ལབ་འོང་སྟེ་དཔེར་ན་ཆ་ཤས་ན་གློག་རྡུལ་འོད་གསལ་པོ་ཞིའུ་ཅིག་ཡོད་རེད། དེ་ནང་བཞིན་བྱས་ནས་ང་རང་ཚོའི་རྒྱུད་ལ་དགེ་བ་ཨེ་ནས་ཅིག་བཟོད་པ་སྒོམ་པ་ལ་སོགས་པའི་དགེ་བ་ཡོད་རེད་དེ་ནུས་པ་དེ་ནང་བཞིན་གློག་ནང་བཞིན་རེད། དེ་འདྲའི་གློག་དེ་འོད་གསལ་པོ་ཡོད་དེ་ཡིན་ན་ཡང་གློག་དེ་ལ་ཐོབ་བརྒྱ་དགུ་བརྒྱ་ལ་དུག་གློག་འདྲ་བོ་ཅིག་བཀབ་བཞག་ཟུག་ན་ཨེ་ནི་གློག་དེ་ནུས་མེད་ཆགས་འགྲོ་གི་ཡོད་རེད་བ་དེ་ནང་བཞིན་བྱས་ནས་ང་རང་ཚོའི་སེམས་རྒྱུད་ཀྱི་སྟེང་དུ་སྔར་བསགས་བཞག་པའི་དགེ་བ་གློག་ལྟ་བུ་དེ་ཉིད་ལ་ཨེ་ནི་ཁོང་ཁྲོ་དེ་གིས་གཡོག་བཞག་འོང་དུས་ཁོང་ཁྲོ་དེ་གིས་ལས་མི་དགེ་བ་བསགས་པ་ལ་བརྟེན་ནས་དེ་འདྲས་ཀྱི་སྒྲིབ་པ་དེ་གིས་གཡོག་བཞག་འོང་དུས་ཨེ་ནི་དེ་འདྲས་ཀྱི་དགེ་བ་ཚང་མ་དེ་ནུས་མེད་ཆགས་འགྲོ་གི་ཡོད་རེད། རྗེས་མ་ཁོང་ཁྲོ་འདི་གིས་ཨེ་ནས། ཁོང་ཁྲོ་འདི་ལ་བརྟེན་ནས་ལས་ཀྱི་ས་ཡོད་རེད་སྒྲིབ་པ་ཀྱི་ས་ཡོད་དེ་སྒྲིབ་པ་དེ་མ་བྱང་གི་བར་དུ་ལ་ཨང་དེ་འདྲས་ཀྱིས་ད་ཨེ་ནས་སྔར་བསགས་པའི་དགེ་བ་དེ་ཚོ་ཚང་མ་འབྲས་བུ་སྦྱིན་མ་ཐུབ་པ་ནུས་མེད་ཅིག་ལ་འཕགས་རྒྱུར་འགྲོ་གི་ཡོད་རེད་འོ་དེ་འདྲས་ཀྱིས་ཨེ་ནས་སྐྱོན་ཡོད་རེད་ཨེ་ཙི་གསུངས་པ་རེད། དེ་ནས་ད་དེ་འདྲས་ཀྱིས་ཁོང་ཁྲོ་དེ་ཡང་རྒྱུ་མེད་རྐྱེན་མེད་ལས་བྱུང་གི་ཡོད་མ་རེད་རོ་ཨ་ད་ཁོང་ཁྲོ་དེ་ཡང་རྒྱུ་གཅིག་ལ་བརྟེན་ནས་བྱུང་གི་ཡོད་རེད་དེ་ག་རེ་བརྟེན་ནས་བྱུང་གི་ཡོད་རེད་ཟེར་ན་རྒྱུཡི་མི་བདེ་བ་ལ་བརྟེན་ནས་བྱུང་གི་ཡོད་ཨེ་ཙི་གསུངས་པ་སློབ་དཔོན་ཆེན་པོ་ཞི་བ་ལགས་ཀྱིས། རེ་བ། མི་འདོད་བཅས་དང་འདོད་པ་ཡི་གེགས་བྱེད་པ་ལས་བྱུང་བ་ཡི་ཡིད་མི་བདེ་བའི་ཟས་རྙེད་ནས་ཞེ་སྡང་བརྟས་ཏེ་བདག་བཅོམ་སོ་ཟེར་གསུངས་པར་ཡིད་མི་བདེ་བ། དེ་འབྲེལ་གྱི་དཔེ་ཆ་ན་ཡིད་མི་བདེ་བ་དེ་ཡང་སོ་སོའི་འདོད་པ་ཡོད་པ་དེ་ལ་བར་ཆད་བྱེད་པ། མི་འདོད་པ་ཅིག་བྱེད་པ་དེ་འདྲ་ལ་བརྟེན་ནས་སོ་སོ་སེམས་པ་མ་སྐྱིད་པ་ཆགས། ད་སེམས་པ་མ་སྐྱིད་པ་ཆགས་འོང་དུས་ཨ་ནི་ལྟོས་གནས་སྟངས་མ་འགྲིག་ན་ཡང་ལམ་སང་ཁོ་རང་ཨ་ནི་ཁོང་ཁྲོ་ལངས་འགྲོ་གི་ཡོད་པ་རེད་དེ་ང་རང་ཚོ་ད་སྨྱོ་བ་མངོན་གྱུར་རེད་ནམ་རྒྱུས་མྱོང་བསྡད་ཀྱི་ཡོད་པན་ཆེན་ན་སོ་སོར་འདྲ་བོ་བྱས་ན་སོ་སོ་སེམས་པ་སྐྱིད་པོ་ལྷོད་པོ་བག་ཕེབས་པོ་སྣང་བ་སྐྱིད་པོ་ཡིན་པའི་སྐབས་ལ་མིའི་གིས་སོ་སོ་ལ་སྐད་ཆ་གཅིག་མཐོ་དམན་ག་འདྲས་བཤད་ན་ལས་ཀ་ལུས་ཀྱི་རྣམ་འགྱུར་ག་འདྲས་སྟོན་ན་སོ་སོ་རླུང་ལང་གི་ཡོད་མ་རེད་ད་སོ་སོ་སྟེ་སེམས་པ་འཁྲུགས་བསྡད་སེམས་པ་མ་སྐྱིད་པ་ཡོད་པའི་ཚོས་འདོད་པ་སྒྲོག་ཅིག་མ་བསྒྲུབ་པ་དང་ཡང་ན་ཨེ་ནས་ཅིག་མི་སྡོད་པ་ཅིག་བྱུང་བ་ལ་སོགས་པ་དེ་འདྲའི་སྐབས་སུ་ལ་སེམས་པ་དེ་མ་སྐྱེས་པ་ཡོད་པའི་སྐབས་སུ་ལ་མི་གཅིག་གིས་སྐད་ཆ་མཐོ་དམན་ཏོག་ཅིག་བཤད་སོང་ན་ཡང་ཨེ་ནས་པས་ཁྱོད་ནས་ཁོང་ཁྲོ་ལངས་བྱས་དེ་ནས་མི་དེ་མཉམ་དུ་ལ་ཨེ་ནས་ཅིག་ག་ཚོད་བརྒྱབ་དགོས་ན་རེད་ཨེ་ནས་ཅིག་ལག་འཛིང་བརྒྱབ་དགོས་ན་རེད་དེ་འདྲས་ཡོང་གི་ཡོད་པ་རེད་དེ་ཚང་མ་དེ་ཨེ་ནས་ཁོང་ཁྲོ་དེ་ག་བ་དེ་བྱུང་སོང་ན་ཡིད་མི་བདེ་བ་དེ་ལ་བསྟུན་ཅིང་ཡིད་མི་བདེ་བ་དེ་ལ་བསྟུན་ནས་བྱུང་གི་ཡོད་རེད།

དེ་ཡིག་གི་ལྟ་སྟངས་ལོག་པ་དེ་ལ་བལྟས་ནས་ཕ་རོལ་པོས་ཀྱིས་ཨེ་ནས་དེ་འདྲས་ཀྱིས་བྱས་མེད་ན་ཡང་དེ་འདྲས་ཀྱིས་བྱས་གསུངས་བསམ་པའི་སོ་སོ་ཀྱི་ལྟ་སྟངས་ཅིག་བཟོས་ཨེ་དེ་ལ་བལྟས་ནས་ཨེ་ཕ་རོལ་དེ་ལ་ཨེ་ནས་པའི་ཁོང་ཁྲོ་ཟ་འོ་དེ་འདྲ་ལ་སོགས་པ་ཡོང་གི་ཡོད་རེད་ཨེ་ཟེར་དེ་འདྲ་སོང་ཙང་ཁོང་ཁྲོའི་གི་རྒྱུ་དེ་གཙོ་བོ་དེ་ཡིག་མི་བདེ་བ་རེད་དེ་རེད་དེ་འདྲ་སོང་ཙང་ང་རང་ཚོའི་ཁོང་ཁྲོ་སྤང་དགོས་ཀྱི་འདུག་ན་དེ་ཡིག་རྒྱུ་སྤང་དགོས་ཀྱི་ཡོད་རེད་དེ་ཡིག་རྒྱུ་ག་རེད་ཡིག་མི་བདེ་བ་དེ་རེད་དེ་འདྲ་སོང་ཙང་ང་རང་ཚོའི་ནམ་ཞག་རྒྱུན་དུ་ཡིག་མི་བདེ་བ་དེ་ཕ་སྤངས་ནས་ནམ་ཞག་རྒྱུན་དུ་སོ་སོའི་སེམས་དེ་བདེ་པོ་ཅིག་ལྷོད་པོ་ཅིག་ཞི་བདེ་ཅིག་ངང་ལ་བསྡད་ཡོང་ཡག་གི་ཐབས་ཤེས་བྱེད་དགོས་ཀྱི་ཡོད་རེད་ལ། ད་ཡིན་ན་སོ་སོའི་སེམས་དེ་ཞི་བདེ་ལྷོད་པོ་བག་ཕེབས་ཡོང་ཡག་སྐོར་ལ་ཐབས་ཤེས་ག་འདྲས་ཕྱིན་བྱེད་ཀྱི་ཡིན་དཔེར་ན་ཆ་ན་སོ་སོ་ལ་གནས་སྟངས་ཅིག་བྱུང་གི་རེད་རོ། གནས་སྟངས་བྱུང་བའི་སྐབས་སུ་ལ། ཅིག། དཔེ་ཆའི་གནས་སྟངས་རྫ་དྲག་པོ་ཅིག་བྱུང་བ་དང། དེ་ན་གཞན་གྱིས་གནས་སྟངས་བཀྲ་མི་ཤིས་པ་ལྟ་བུ་བྱུང་སོང་ན་དེའི་སྐབས་སུ་ལ་ཡིད་མི་བདེ་བ་ག་འདྲས་སུ་ཡོང་གི་ཡོད་རེད་ཟེར། ད་དུས་དུས་ཡིད་མི་བདེ་བ་བྱུང་དང་མ་བྱུང་ཟེར་རྒྱུར་དེ་སོ་སོའི་བསམ་བློ་སྐོར་ཕྱོགས་རེད་དེ་ཡོད་རེད། དཔེར་ན་ཆ་ཤས་ན་གནས་སྟངས་ཆུང་ཆུང་མ་ཞིག་བྱུང་ཡོད་མ་རེད་དེ་ལ་སོ་སོས་ཀྱིས་དཔེ་ཁྱོན་ནས་ཧ་ལམ་མ་སོང་ན་ད་ནམ་དེབ་བཟུང་རྡོག་རྡོག་བྱས་ནས་དཔེ་བྱས་སོང་ན་ནི་དེ་ནི་ཡིད་མི་བདེ་བ་ཆེན་པོ་བྱུང་གི་རེད་ཡིད་མི་བདེ་བ་ཆེན་པོ་དེ་ལ་བརྟེན་ནས་ཨ་ནེ་ཁོང་ཁྲོ་ཡང་ཆེན་པོ་བྱུང་གི་རེད་རྐྱེན་ཆུང་ཆུང་གཅིག་དང་མ་འབྲེལ་ན་ཡང་སྐྱིད་པའི་ཁོང་ཁྲོ་ཆེན་པོ་ལངས་གི་རེད། དེ་རིང་སོང་ཙང་དེ་འདྲའི་གནས་སྟངས་བྱུང་ཡོད་སྐབས་སུ་ལ་ལྟ་ག་རེ་བསམ་སྟངས་དགོས་ཀྱི་ཡོད་རེད་ཟེར་ལ་འོང་དུས་དངོས་པོའི་གནས་ཚུལ་དང་མཐུན་པའི་བསམ་བློ་བཏང་སྟངས་གཅིག་ཡོད་རེད་ཐབས་ལམ་གཅིག་དེ་བཏང་དགོས་ཀྱི་ཡོད་རེད་ཨེ་ལར། དེ་ག་འདྲས་བཏང་དགོས་ཀྱི་ཡོད་རེད་ཟེར་ན། དཔེར་ན་ཆ་བཞག་ན། འོ་མ་ལྟ་བུ་གཅིག་ས་ལ་བུད་པ་འོ་མ་ལྟ་བུ་གཅིག་ས་ལ་བུད་པ་ལྟ་བུའི་གནས་སྟངས་བྱུང་སོང་ན། ཨན་དེ་ཨན་བཅོས་སུ་མེད་པའི་གི་ཨན་ད་ལས་ཀ་ཇི་རེད་དེ་རེད་དེར་སོ་སོ་བཅོས་སུ་མེད་པའི་གི་ཨན་ད་ལས་ཀ་དེ་ལ་དོན་དམ་ཡང་སོ་སོ་སེམས་པ་མ་སྐྱིད་པ་བྱས་ན་དེ་འོ་མ་དེ་ཚུ་ར་ནི་ཡོད་མ་རེད་དེ་གི་འོ་མ་ར་མེད་པའི་ཁ་ལ་ད་དོན་ཡང་ཨན་སོ་སོ་སེམས་པ་མ་སྐྱིད་པ་བྱས་པ་དེ་མདོག་སྐྱོང་སོ་བསྣན་པས་སོ་འགྲོ་ཇི་རེད་དེ་རེད་དེར་སོ་ཙང་འོ་དེ་འདྲས་གི་བསམ་བློ་བཏང་ནས་ད་དེ་གནས་སྟངས་དེ་ཚར་ཚར་སོང་དེ་ཚུ་ཨན་སེམས་པ་མ་སྐྱིད་པ་བྱས་ནས་མ་བདེ་བ་བྱས་ནས་མདོག་ཨན་གང་ཡང་མི་འདུག་བསམ་ནས་འདུག་བྱས་ནས་བསམ་བློ་བཏང་བཞག་སོང་ན་ཨན་ཡང་ཡིད་མི་བདེ་བ་འབྱུང་གི་ཡོད་མ་རེད། ཧེ་ལར། ད་ཡང་ཨ་ནེ་པེ་ཆེ་ན་སྒྲས་ཨ་ནེ་སྐམ་པོ་ས་ལ་བོས་པ་ལྟ་བུ་སྤྱོད་ཡོན་ཡོད་ཀྱོག་གི་གནས་སྟངས་དེ་འདྲ་བྱུང་སོང་ན་དེ་ལ་ཨ་ནེ་ཅིག་ཡིད་མི་བདེ་བ་བྱེད་དགོས་གལ་ཡོད་མར་ཁོ་སྤྱོད་ཡོན་ཡོད་རེད་ཁོ་ས་ལ་ཡིན་ས་ནས་ཡར་འབྲུག་བྱས་ཡང་གཙང་མ་སོས་བཀྲུས་བྱས་ནས་ཨ་ནེ་སྒྲས་དེ་དོན་ཡོད་པ་བྱས་ཡོད་རེད་དེར་སོང་སྤྱོད་ཡོན་ཡོད་ཀྱོག་གི་གནས་སྟངས་འདི་ཚོ་ལ་ཨ་ནེ་ད། ཅིག་ཡིད་མི་བདེ་བ་བྱེད་མ་བྱེད་ག་ཡོད་མ་ཁོ་བཅོལ་ཡོད་རེད་དེ་ལས་ཨེ་ནས་ཡིད་མི་བདེ་བ་མ་བྱེད་བ་བྱེད་སེམས་པ་མ་སྐྱིད་བ་བྱེད་སེམས་པ་མ་འཁྲུག་པ་བྱེད་དེ་ཡི་ཚབ་ལ་ལྟ་དེ་ཨེ་ནས་བཅོལ་ན་བཅོལ་སྟངས་ག་འདྲས་བཅོལ་དགོས་འདུག་ག་དུས་བཅོལ་དགོས་འདུག་ག་འདྲས་བཅོལ་དགོས་འདུག་དེ་ཡི་གི་ཨེ་ནས་ཐབས་ལམ་ལ་བསམ་བློ་བཏང་སོང་ན་ཨེ་ནས་ཕན་ཐོགས་རྒྱ་ཚན་ཆེ་ཡོད་རེད་ཨེ་ཟེར་གསུངས་པ་རེད་དེ་ཡིན་པ་ཡང་བཅོལ་འཇུག་ནང་ལ་སློབ་དཔོན་ཆེན་མོ་ཞི་བ་ལགས་ཀྱི་ཐབས་ལམ་ཡག་པོ་ཞིག་བསྟན་ཡོད་ལྟ་དེ་ཐབས་ལམ་དེ་སྐད་གྲགས་ཆེན་པོ་ཞེ་དྲག་རེད་ག་དུས་བཅོས་སུ་ཡོད་ན་ནི་འདི་ལ་མི་དགའ་ཅི་ཞིག་ཡོད་ག་དུས་བཅོས་སུ་མེད་ན་ནི་འདི་ལ་མི་དགའ་བྱེད་ཅིག་ཕན། ཨིན་ཟེར་སོང་བ་རེད་དེ་ནས་སོང་ཙང་ད་ང་རང་ཚོ་ཁོང་ཁྲོ་སེ་དེ་གི་རང་བཞིན་གཉིས་ཀ་ཕུང་བཅུག་གི་ཡོད་རེད་དེ་ནས་སོང་ཙང་དེ་འདྲས་ཀྱི་རང་བཞིན་གཉིས་ཀ་ཕུང་བཅུག་མཁན་གྱི་ཁོང་ཁྲོ་དེ་ག་བ་ལྟེ་ནས་བྱུང་གི་ཡོད་རེད་ཟེར་ན་ཡིད་མི་བདེ་བ་ལ་སེམས་པ་མ་སྐྱིད་པ་སེམས་པ་འཁྲུག་སེམས་པ་མ་སྐྱིད་པ་ད་ཡིད་མི་བདེ་བ་དེ་རེད་དེ་ལ་ལྟེ་ནས་བྱུང་གི་ཡོད་རེད་དེ་འདྲས་ཀྱི་ཡིད་མི་བདེ་བ་དེ་ག་འདྲས་ཅན་བཅོས་དགོས་ཀྱི་ཡོད་རེད་ཟེར་ན་དངོས་པོའི་གནས་ཚུལ་དང་མཐུན་པའི་གི་བསམ་བློ་བཏང་པའི་སྒོ་ནས་ད་བཅོས་དགོས་ཀྱི་ཡོད་རེད་ཟེར་སོང་བ་རེད། བཟོད་པའི་ཕན་ཡོན། ད་བཟོད་པའི་ཕན་ཡོན་བཤད་པའི་སྐབས་སུ། ཡང་དག་གི་གོང་དུ་ནང་བཞིན་བྱས་ནས་ང་རང་ཚོས་བཟོད་པ་ཟེར་ཏེ་ནི་ངོས་ཟིན་དེ་གལ་ཆེན་པོ་ཞེ་དྲག་རེད་དེ་ཡོད་རེད། དེ་ནས་སོང་ཙང་ད་བཟོད་པ་ཟེར་ན་ག་ལ་ཡི་རེད་ཟེར་ན། ནི་གཞན་གྱིས་གནོད་པ་བྱས་པ་ལ་སེམས་མི་འཁྲུལ་པ། རོ། ཁོང་ཁྲོ་སེལ་འོང་དུས་གཞན་གྱིས་གནོད་པ་བྱས་པ་ལ་སེམས་འཁྲུགས་པ་དེ་ལ་ཁོང་ཁྲོ་སེལ་གྱི་ཡོད་ར། ད་བཟོད་པ་སེལ་གྱི་དེའི་ལྡོག་ཕྱོགས་རེད། ཁོང་ཁྲོ་གི་གཉེན་པོ་རེད་རོ། ཁོང་ཁྲོ་དེ་སྤང་བྱ་རེད་བཟོད་པ་དེ་དེའི་གི་གཉེན་པོའམ་ཁ་བརྡའི་དེ་རེད་དེ་སྤོང་བར་བྱེད་མཁན་གྱི་ཨེ་ནི་ཁ་བརྡའི་དེ་རེད། དེ་རུ་སོང་ཙང་དེའི་གི་མཚན་ཉིད་དེ་ཡང་ངོ་བོ་དེ་ཡང་ཨེ་ནི་གཞན་གྱིས་གནོད་པ་བྱས་པ་ལ་མི་འཁྲུ་སེམས་མི་འཁྲུགས་པ་ཨ་ཟེར་གསུངས་པ་རེད་བཟོད་པ་སེལ། དེ་ནི་འདི་ནི་མ་ཨེ་ནི་ད་བཟོད་པའི་ཕན་ཡོན་སེལ་ཏེ་དེ་ནི་བཟོད་པའི་ཕན་ཡོན་དེ་ལ་ཡང།

དེ་ནང་བཞིན་བྱས་ནས་བཟོད་པ་དེ་གིས་སོ་སོའི་མཚན་ལ་གཉིད་ཁུག་པ་ལ་སོགས་པ་དེ་ནང་བཞིན་གྱི་མཉེས་ཉེ་དུ་ལ་སོགས་པ་དེ་ཚོ་བ་མི་སྐྱོ་བ་དང་དེ་ཚོ་བ་དགའ་བར་བྱེད་པ་ལ་སོགས་པ་དེ་འདྲིས་ཀྱི་ཡོན་ཏན་ཡོད་པ་ཡིན། དེ་ནང་བཞིན་གྱི་བཟོད་པ་དེ་ལ་ཡང་དེ་དང་ཕྱོགས་མཚུངས་པར་བྱས་ནས་གནས་སྐབས་ཀྱི་ཕན་ཡོན་དང་མཐར་ཐུག་གི་ཕན་ཡོན་གཉིས་ལ་འགོ་བྱེད་ཀྱང་གནས་སྐབས་ཀྱི་ཕན་ཡོན་དེ་ལ་ཚེ་འདིའི་གྱི་ཕན་ཡོན་གཅིག་དང་ཚེ་ཕྱི་མའི་གྱི་ཕན་ཡོན་གཉིས་ཡོད་རེད། ཚེ་འདི་ལ་ཕན་ཡོན་ག་རེ་ཡོད་རེད་ཟེར་ལ་འོང་དུས་བཟོད་པ་ལ། ལན་མི་བྱེད་པའི་ཟིན་གྱི་བསམ་སྦྱོར་ངན་པ་ཞི་བ་སོགས་གསུངས་པ་རེད། དེ་ག་ལ་འོར་ཟེར་ན། དཔེར་བྱས་ན་ཕ་རོལ་དེ་གིས་སོ་སོ་ལ་ཚིག་རྩུབ་པོ་ལྟ་བུ་ཅིག་ལབ་འོང་དུས། དེ་ལ་སོ་སོས་ཀྱིས་བཟོད་སྒོམ་བྱས་ནས་ལན་མ་རྒྱབ་པར་བརྗེད་ན། ཨ་ནི་ཕན་ཐོགས་ག་རེ་ཡོད་རེད་ཟེར་ན། རང་གི་སེམས་ལ་ཡང། ཨ་ནི། ཁོང་ཁྲོ་མ་སྐྱེས་པ་དང། གཞན་གྱི་སེམས་ཀྱི་སྟེང་དུ་སྐྱེས་བཞག་པའི་ཁོང་ཁྲོ་དེ་ཡང། ཨ་ནི། ཕ། ཤུགས་ཆེ་རུ་མ་ཕྱིན་བར་དེ་ཨ་ནི་དུས་ཚོད་མགྱོགས་པོ་གཅིག་རིང་ལ་ཕ་མེད་བ་ཆགས་འགྲོའི

དུས་ཚོད་སྐྱེལ་ལ་ཡང་དགའ་པོ་སྐད་ཆ་བཤད་ལ་ཡང་དགའ་པོ་དེ་དང་མཉམ་དུ་ལ་འཁྱམ་ཡས་དང་སྒྲོལ་ལ་སོགས་པ་དེ་ཚོ་ལ་དགའ་པོ་བྱེད་ཀྱི་ཡོད་དེ་འདྲའི་བྱེད་པའི་སྐོར་འདི་སྤྱི་ཚོགས་ནང་ལ། མི་བཟོད་སྒོམ་ཆེན་པོ་འདི་ཚོ་ལ་མི་ཚང་མས་ཀྱིས་འོ་མི་དེ་དཔེ་མི་སྲིད་ཡག་པོ་ཡོད་རེད་ད་མི་དེ་མི་བཟོད་སྒོམ་ཆེན་པོ་ཞེ་དྲག་རེད་ད་ཟེར་ནས་འོ་དེ་འདྲས་བྱས་ནས་ཨེ་ནས་མི་བཟང་པོ་ཅིག་ལ་བལྟ་གི་ཡོད་རེད་མདོར་ན་ཨེ་ནས་མི་ཡག་གྲས་མི་ཡ་རབས་དེ་འདྲས་ཀྱི་གྲས་ལ་ཨེ་ནས་ཚུད་ཀྱི་ཡོད་རེད་ཨེ་ཙོ་གསུངས་པ། དེ་ནས་མི་བཟོད་སྒོམ་ཆེན་པོ་དེས་ཀྱིས་ག་རེ་བསྐྲུན་ཐུབ་ཀི་རེད་ཟེར་ན་སྤྱི་ཚོགས་ནང་ལ་བརྡབ་གསིག་མ་བསླང་བ་བྱས་སྤྱི་ཚོགས་ནང་ལ་མཐུན་ལམ་དེ་མི་བཟོད་སྒོམ་ཆེན་པོ་འདི་ཚོས་ཀྱིས་བསྐྲུན་ཐུབ་ཀྱི་ཡོད་རེད་རེད་བ། མི་ཁོང་ཁྲོ་ཚ་བོ་འདི་ཚོས་ཀྱིས་ཏོག་ནད་དང་མ་འདྲིས་བ་དང་ལམ་སང་དེ་ལ་འཐབ་རྩོད་བྱས་ནས་སྤྱི་ཚོགས་ནང་ལ་གཉའ་ཁ་སྨྱོ་བ་དང་དེ་འདྲ་ཞིག་རྙོག་འཛིང་མང་པོ་བཀྲ་མི་ཤིས་པ་མང་པོ་ཅིག་འཁེལ་ཡོང་གི་ཡོད་རེད་དེ་ཡི་ལྡོག་ཕྱོགས་བཟོད་པ་དེ་གའི་ཡང་ན་དཀའ་ངལ་བྱུང་ན་ཡང་དེ་ལ་དངོས་པོའི་གནས་ཚུལ་དང་མཐུན་པའི་སྒོ་ནས་བསམ་བློ་བཏང་རྗེས་བཟོད་སྒོམ་བྱས་པ་ལ་བརྟེན་ནས་སྤྱི་ཚོགས་ནང་ལ་མཐུན་ལམ་དེ་ཕ་ཡ་ནས་ཡར་རྒྱས་བཏང་ཐུབ་ཀྱི་ཡོད་རེད་མཐུན་ལམ་མེད་པར་ཡོད་པ་བཟོ་བ་དང་དེ་ན་ཞིག་ཡོད་པ་དེ་གོང་འཕེལ་དུ་བཏང་བ་ལ་བཟོ་བ་དེ་འདྲས་ཀྱི་ཕན་ཐོགས་དགེ་མཚན་ཅིག་ཡོད་རེད་གསུངས་པ། དེ་ག་ནང་བཞིན་གྱི་ད་ཚེ་ཕྱི་མ་ལ་ད་བཟོད་པའི་གི་ཕན་ཡོན་ག་རེ་ཡོད་རེད་ཟེར་ལ་འོ་འདོད་ཚེ་ཕྱི་མ་ལ་བཟོད་པའི་གི་དང་པོ་དེ་ལ་གཟུགས་བཟང་པོ། སོ་དེ་ང་རང་ཚོ་གཟུགས་པོ་གི་དབྱིབས་བེད་སྤྱད་ན་གཟུགས་པོ་རིང་པོ་དེ་ན་བཞིན་གྱི་གཟུགས་པོ་དེ་ཚོ་ཨེ་ནས་རིང་ཐུང་སྙོན་པོ་དེ་ན་བཞིན་གྱི་ཨེ་ནས་གཟུགས་མཛེས་པོ་ལ་སོགས་པ་འོ་དེ་ཚོ་དྲས་ཡང་བཟོད་པའི་འབྲས་བུ་རེད་དེ་ཡོད་རེད་ལར་དཔེ་ཀྱང་དེང་སང་ད་མིན་འཛམ་གླིང་འདི་ན་སྙན་གྲགས་ཅན་གྱི་མིན་གཟུགས་པོ་ཡག་པོ་དེ་ན་མང་པོ་འདུག་བ་དེ་དག་ཅིག་བུ་ཡི་ཐོག་ནས་བཤད་ན་དཔེ། མདོག་དང་དབྱིབས་ཡག་པོ་བུ་མོའི་ཐོག་ནས་བཤད་ན་མདོག་དང་དབྱིབས་ཡག་པོ་དེ་ཚང་མ་དེ་སྐྱེ་བ་སྔ་མ་རྣམས་སུ་བཟོད་པ་སྒོམ་པའི་གི་རྣམ་སྨིན་གྱི་འབྲས་བུ་རེད་དེ་ཡོད་རེད་དེ་འདྲ་ཆགས་ཀྱི་ཡོད་རེད་ལ། དེ་ནང་བཞིན་གྱི་བཟོད་སྒོམ་དེ་གི་སྐྱེ་བ་ཕྱི་མ་ལ་ཚེ་རིང་བ་དང་དེ་ནང་བཞིན་གྱི་ནད་མེད་པ་ལ་སོགས་པ་དེ་འདྲ་ཡང་བཟོད་པ་དེ་གི་བཟོད་པའི་གི་འབྲས་བུ་རེད་དེ་ཡོད་རེད་ལ། དེ་ནང་བཞིན་གྱི་ད་ང་རང་ཚོ་མི་ཁ་ཤས་ཡོད་རེད་ད། གཅིག། ནོར་ལོངས་སྤྱོད་དང་དེ་ཚང་མ་ཕུན་སུམ་ཚོགས་པ་ཡོད་དེ་ཡིན་ན་ཡང་མི་དེ་ལ་ཕྱོགས་གང་ས་ནས་གནོད་པ་མང་པོ་བྱུང་དེ་གིན་སོ་དྲོ་ཕྱིར་རོ། ཨེ་ནི་ཁོ་ལ་མ་དགའ་བ་མང་པོ་བྱེད་དེ་གིན་སོ་དྲོ་ཕྱིར་རོ། འོ་དེ་འདྲས་ཀྱི་ཨེ་ནི་གནས་སྟངས་ཅི་ཡོང་གོ་དེ་ཚང་མ་ག་རེ་བརྟེན་ནས་ཡོང་གོ་ཟེར་ན། ད་ཨེ་ནི་སྐྱེ་བ་སྔ་མ་རྣམས་སུ་ཁོ་རང་གིས་ད་ཁོང་ཁྲོ་ཚ་པོ་བྱས་པ་དང་དེ་ཚོ་ལ་བརྟེན་ནས་བྱུང་གི་ཡོད། དེའི་གི་ལྡོག་ཕྱོགས་ཚེ་འདི་ལ་བཟོད་སྒོམ་བྱས་སོང་ན་ཚེ་ཕྱི་མ་ལ་སོ་སོ་ལ་མི་དང་མི་མ་ཡིན་པ་ལ་སོགས་པ་དེ་ཚོས་གི་ཨེ་ནི་གནོད་པ་དང་དེ་ང་ན་ཤིང་གི་སྒྲ་ལ་སོགས་པ་དེ་ཚོ་ཨེ་ནི་ཉུང་བ་ཡོང་གི་ཡོད། འོད་ཟེར་དེ་འདྲ་ཡོང་གི་ཡོད་མ་རེད།

ནད་མེད་པ་དང་བདེ་བ་ཡིས་ཤིན་ཏུ་ཡུན་རིང་འཚོ་བ་དང་འཁོར་ལོར་རྒྱུ་བའི་བདེ་སྐྱིད་ཐོབ་བོ། འཁོར་ལོར་རྒྱུ་བའི་རྒྱལ་པོར་སྐྱེ་བ་ལེན་པ་ལ་སོགས་པ་དང་དེ་ནང་བཞིན་གྱི་ཚེ་ཕྱི་མ་ལྷ་དང་མིའི་གྱི་ལོངས་སྤྱོད་ཕུན་སུམ་ཚོགས་པ་ལ་སོགས་པ་སོ་སོ་ལ་ཐོབ་པ་ལ་སོགས་པ་དེ་འདྲའི་གྱི་ཚེ་ཕྱི་མའི་གྱི་ཕན་ཡོན་དེ་འདྲའི་ཡོད་རེ་ཞེས་སོགས་གསུངས་པར་བཟོད་པ་དེ་ལ། དེ་ནས་མཐར་ཐུག་གི་ཕན་ཡོན་དེ། དེ་ནས་ད་ཀྱི་སྦྱིན་པ་དང་གཅིག་པ་རེ་བཟོད་པ་དེ་ཀྱི་མཐར་ཐུག་མ་འོངས་པ་ན་སོ་སོ་སངས་རྒྱས་འགྲོ་དུས་སངས་རྒྱས་ཀྱི་སྐུ་གཟུགས་ཕུན་སུམ་ཚོགས་པ་ཅིག་ཡོད་རོའོ། དེ་སྦྱིན་པ་དེ་དང་དེ་ན་ཤིང་གི་བཟོད་པ་ལ་སོགས་པ་དེ་ཚོ་གྱི་བསོད་ནམས་ཀྱི་ཚོགས་གཉིས་ཀྱི་ནང་ནས་བསོད་ནམས་ཀྱི་ཚོགས་ཀྱི་འབྲས་བུ་རེ་དེ་ཡོད་རེད། རེད། དེ་ནས་བཟུང་ཙང་ད་ང་རང་ཚོའི་བཟོད་པའི་ཕན་ཡོན་ཚེ་འདི་ལ་ག་འདྲི་ག་འདྲི་འདུག་ཚེ་ཕྱི་མ་ལ་ག་འདྲི་ག་འདྲི་ཡོང་གི་འདུག་མཐར་ཐུག་བཟོད་པའི་ཕན་ཡོན་ག་འདྲི་ག་འདྲི་འདུག་འོ་དེ་ཚོ་དྲི་ཚོ་ལ་བསམ་བློ་བཏང་ནས་བཟོད་སྒོམ་བྱས་ཏེ་དཔེ་མི་སྲིད་གལ་ཆེན་པོ་རེད་དེ་ཡོད་རེད། དེ་ནས་ད། བཟོད་སྒོམ་བྱས་ཏེ་ད་ང་རང་ཚོ་མ་ཤེས་ཟེར་ན་བཟོད་སྒོམ་བྱེད་དགོས་རེད་ཟེར་ཏེ་ལས་སླ་བོ་རེད་རེད་བ་གོ། ཡིན་ན་དོན་ངོ་མོ་ཡང་ལག་བསྟར་སླེབས་འོང་དུས་ད་བཟོད་སྒོམ་བྱས་ཏེ་དཔེ་མི་སྲིད་དཀའ་ལས་ཁག་པོ་རེད་དེ་ཡོད་རེད་བ། གང་ཡིན་ཟེར་ན་དེ་དཀའ་ལས་ཁག་པོ་ཡིན་པ་ཡིན་པ་ཡིན་པ་སོང་ཙང་ཨེ་ནས་སྤྱོད་འཇུག་ནང་ལ་ཞི་བ་ལགས་ཀྱི་བཟོད་པ་ལྟ་བུའི་དཀའ་ཐུབ་མེད་ཨེ་ཙང་གསུངས་པར་ད་བཟོད་པ་ནང་བཞིན་གྱི་ད་ཨེ་ནས་ད་དགེ་བ་ཨེ་ནས་ཅིག་ཡོད་མ་རེད་ཨེ་ལགས་ད་བཟོད་པ་སྒོམ་ཡས་དེ་དཀའ་ལས་ཞི་བོ་ཅིག་ཡོད་པ་ཡིན་པ་རེད་ལྷག་པར་དུ་ཨེ་ནས་དེང་སང་གི་སྤྱི་ཚོགས་ནང་ལ་ཨེ་ནས་ད་བཟོད་པ་སྒོམ་ཡས་དེ་དཔེ་མི་སྲིད་གི་དེ་ནི་དཀའ་ལས་ཁག་པོ་ཞེ་དྲག་རེད་དེ་ཡོད་རེད་དེ་ནི་སོང་ཙང་ད་དེ་འདྲས་ཀྱི་དཀའ་ལས་ཁག་པོ་ཡོད་སྐྱོ་གི་བཟོད་པ་དེ་ཡིན་ན་ང་ཚོས་ཀྱི་རྩ་ནས་ད་སྒོམ་ཐུབ་ཀྱི་མ་རེད་བས་ལ་ན་སྒོམ་མ་ཐུབ་པ་དེ་འདྲས་ཡོད་མ་རེད་རེད་བ་དངོས་པོ་གང་དང་གང་ལ་ཡང་གོམས་ན་དཀའ་བ་ཅི་ཡང་མེད་ཟེར་གསུངས་པར་ཆོས་ས་པན་གྱིས་ད་དངོས་པོ་དཀའ་ལས་ཁག་པོ་ག་འདྲས་ཡིན་ན་ཡང་གོམས་སོང་ན་དཀའ་བ་མེད་པ་ཆགས་ཡོད་རེད་ཟེར་གསུངས་པ་དེ་ནི་སོང་ཙང་བཟོད་པ་དེ་ཡང་ཨ་ནི་ང་ཚོ། ད་སྦྱོང་བརྡར་སྤྲད་ཡོད་རེད། དེ་སྦྱོང་བརྡར་དེ་ག་འདྲས་བྱས་ནས་སྤྲད་དགོས་ཀྱི་ཡོད་རེད་ཟེར་ད་སྦྱོང་བརྡར་སྤྲད་སྟངས་དེ་རེད་བཟོད་པ་ལ་སྦྱོང་བརྡར་སྤྲད་སྟངས་དེ། དེ་ཨེ་ནས་ཡུལ་ལ་སྦྱོང་བརྡར་སྤྲད་སྟངས་གཅིག་དུས་ལ་སྦྱོང་བརྡར་སྤྲད་སྟངས་གཅིག་ཨེ་དེ་ནས་མ་རང་བཞིན་གྱིས་ལ་བསམ་བློ་བཏང་ནས་སྦྱོང་བརྡར་སྤྲད་སྟངས་ད་བཟོད་པ་སྒོམ་སྟངས་དེ་སྦྱོང་བརྡར་སྤྲད་སྟངས་གསུམ་ཡོད་རེད་ད་དེ་གསུམ་དེ་གལ་ཆེན་པོ་ཞེ་དྲག་རེད། དེ་ཨེ་ནས་ཡུལ་ལ་སྦྱོང་བརྡར་ག་འདྲས་སྤྲད་དགོས་ཟེར་ན། དང་པོ་ང་རང་ཚོས་བཟོད་སྒོམ་བྱས་འོང་དུས་མི་ཚང་མ་གིས་ཨེ་ནས་མི་ཚང་མ་ལ་བཟོད་སྒོམ་བྱེད་ཐུབ་གི་མ་རེད་དེར་སོང་ཙང་ང་ཚོས་ཨེ་ནས་སོ་སོ་གི་ལྟར་དགའ་ས་ཉེ་ས། དཔེ་བྱས་ན་སོ་སོ་ནམ་རྒྱུན་གྱི་ཨེ་ནས་ལྟར་བློ་བསྒྲིལ་པོ་ཡོད་ས་ཀྱི་མི་དེ་ལ་ཨེ་ཁོ་གི་སྐད་ཆ་ག་རེ་ལབ་ན་དེ་རིང་ཉི་མ་དེ་རིང་སོང་ངས་ད་མི་ཚང་མ་ལ་བཟོད་སྒོམ་བྱེད་མ་ཐུབ་ན་ཡང་ད་མི་ཁོ་གི་མི་འདི་གི་ཨེ་ནས་ལྟར་སོ་སོ་དཔེ་བྱས་ན་སོ་སོའི་ཕ་མ་འདྲ་བོ་རེད་བ། དེ་འདྲ་གི་ད་དཔའ་བོ་ཨ་མ་གི་ང་ལ་སྐད་ཆ་ག་རེ་མོ་ག་རེ་བཤད་ན་དེ་ལ་ངས་བཟོད་སྒོམ་བྱེད་ཀྱི་ཡིན་ས་ནས་མི་གཅིག་ལ་བཟོད་སྒོམ་བྱས་སྦྱོང་བརྡར་བྱེད་དགོས་ཀྱི་ཡོད་རེད་ལ། དེ་ནས་མི་གཅིག་ལ་བཟོད་སྒོམ་ཡག་པོ་བྱེད་ཐུབ་ན་དེ་ནས་ཨེ་ནས་མི་གཉིས་དེ་ནས་མི་གསུམ་དེ་ནས་སོ་སོའི་གི་གྲོགས་པོ། དེ་ནས་བུ་བརྒྱ་དེ་ནས་འདི་འདི་མ་བྱས་ནས་ཨེ་ནས་ཐག་རིང་དུ་རིང་དུ་བཏང་ནས་ཨེ་ནས་སེམས་ཅན་གཞན་པ་དེ་ནས་ཨེ་ནས་མཐའ་མ་དེ་ལ་ཨེ་ནས་སོ་སོའི་འདྲ་ལ་ཡང་ཨེ་ནས་འདྲ་གི་སོ་སོ་ལ་ཚིག་རྩུབ་པོ་ཅིག་ལབ་སོང་ན་དེ་ལ་ཡང་བཟོད་སྒོམ་བྱེད་ཐུབ་ཀྱི་ཅིག་ཆགས་ཀྱི་ཡོད་རེད། དེ་ལ་བལྟ། དེ་ནི་གཉིས་པ་དུས་ཚོད་དེ་རེད་ཡང་དུས་ཀྱི་སྒོ་ནས་སྦྱོར་བ་སྦྱོང་བརྡར་སྤྲད་སྟངས་ཅི་ཡོད་རེད་དེ་ག་འདྲ་རེད་ཟེར་ན། ད་ཉི་མ་རྟག་པར་ཞིག་བཟོད་སྒོམ་བྱེད་ཐུབ་ཀྱི་མེད་ན་ཡང་འོ་དེ་རིང་ང་ཞོ་ཁའི་ཆུ་ཚོད་དྲུག་པ་ནས་བྱས་ནས་ཆུ་ཚོད་བཅུ་གཉིས་བར་དུ་ལ་ད་མི་སུ་དང་སུ་ཡོད་ཀྱིས་ང་ལ་ག་རེ་ལབ་ན་དེ་ལ་ངས་ལན་སྤྲད་ཀྱི་མེད་བཟོད་སྒོམ་བྱེད་ཀྱི་ཡིན་ཟེར་སོ། ཡང་ན། ད། ཚེས་པ་བཅོ་ལྔ་དང་ཚེས་པ་བཅུ་དང་དེ་ནང་བཞིན་གནམ་གང། མདོར་ན་ཚེས་བཟང་དུས་བཟང་དེ་ཚོ་ལ་ནམ་རྒྱུན་ང་ཚོ་ལག་གི་ཡོད་ར་ཚེས་བཟང་དུས་བཟང་ལ་ཤ་སྤང་དགོས་ཟིག་རོ་དེ་ནང་བཞིན་བྱས་ནས་ཚེས་བཟང་དུས་བཟང་དེ་ཚོ་ལ་འོ་ད་ང་ལ་མི་དེ་དང་དེ་ཚོ་གིས་འོ་ད་ཨེ་ནུ་གནོད་པ་བྱས་སོང་ན་ངས་གནོད་གནོད་གནོད་ལན་སྤྲད་གི་མེད་དེ་ཚོ་ཚང་ཕར་ལན་སློག་གི་མེད་དེ་ལ་ཡང་བཟོད་སྒོམ་བྱེད་ཀྱི་ཡིན་ཟེར་ནས་འདུག་བྱས་ནས་ཨེ་ནུ་དུས་ཀྱི་སྒོ་ནས་ཆུ་ཚོད་ཁ་ཤས་ཅིག་དེ་ནས་ཨེ་ནི་ཉི་མ་གཅིག་དེ་ནས་བདུན་ཕྲག་གཅིག་དེ་ནས་ཟླ་བ་གཅིག་དེ་ནས་ལོ་ནས་ལོ་བྱས་ནས་ཨེ་ནི་བཟོད་པ་སྒོམ་ཐུབ་མཁན་ཆགས་ཀྱི་རེ་བ་ཡོད་རེད་ཨེ་ཟོ་གསུངས། དེ་ནས་ད་རང་བཞིན་ལ་བསམ་བློ་བཏང་ཡ་འདིར་ད་དེ་རང་བཞིན་ལ་བཏང་ནས་བཟོད་པ་རང་བཞིན་ལ་བསམ་བློ་ཡག་པོ་ཞིག་བཏང་ཐུབ་ན་ཨ་ན་ད་བཟོད་པ་སྒོམ་ཐུབ་ཀྱི་ཡོད་ས་གསུངས་པ་རེད་ད་ལྟ་འདི་སློབ་དཔོན་ཀླུ་སྒྲུབ་ཀྱིས་གསུངས་པ་རེད་བཤེས་སྤྲིང་གི་ནང་ལ་ད་དེ་རང་བཞིན་དེ་ག་རེད་ཟེར་ན་རང་བཞིན་ངོ་མ་དེ་ག་རེད་ཟེར་ན་སེམས་ཅན་གང་དང་གང་ཡིན་ན་ཡང་དེ་ཚང་མ་ཡང་སྐྱེ་བ་སྔ་མ་རྣམས་སུ་སོ་སོའི་གི་ཕ་མ་ཡང་ན་སོ་སོའི་གི་བུ་ཕྲུག་འདི་འདྲ་བྱེད་མ་མྱོང་བ་རྩ་བ་ནས་ཉིད་ནས་ཡོད་མ་རེད་ལ། ད་དེ་ལ་སློབ་དཔོན་ཀླུ་སྒྲུབ་ཀྱིས་དཔེ་ཅིག་བཞག་ཡོད་རེད། དཔེར་ན་ཆ་བྱས་ན་སེམས་ཅན་ལུག་ལྟ་བུ་གཅིག་གིས། འདི་ངའི་ཨ་ནེའི་སྤར་བ་བྱས་རེད་ཟེར་ནས་གྲངས་ཀ་བརྩི་དགོས་བྱུང་ན། ང་རང་ཚོ་འཛམ་བུ་གླིང་གི་ས་དེ་ཚང་མ་འདམ་བག་བཟོས་ནས་ཨ་ནེ། ད་ལྟ་སྨན་རྩིས་ཁང་གི་སྨན་ཞིག་ཏུ་དེ་ནང་བཞིན་བཟོས་ནས་གྲངས་ཀ་བཏང་ཚུགས་ན་ཡང་འཛམ་བུ་གླིང་གི་ས་དེ་གིས་ཨ་ནེའི་རིལ་བུ་རྫོགས་འགྲོ་དགོས་རེད་ན་ཡང། དེ་འདྲ་གི་ལུག་ལྟ་བུ་སེམས་ཅན་དེའི་གིས་ང་རང་ཚོ་གི་ཨ་ནེ་ཐ་མ་བྱས་པའི་ཀྱི་ནི་ད་གྲངས་ཀ་བརྩི་ན་དང་དོག་རྫོགས་ཀྱི་མ་རེད་ཟེར་གསུངས་པར། དེར་སོང་ཙང་དངོས་པོའི་གནས་ཚུལ་གྱི་ཐུན་བསམ་བཏང་སོང་ན་སེམས་ཅན་ཚང་མ་ང་རང་ཚོའི་ཨེ་ནི་ཕ་མ་ཡིན་ན་རེད་བུ་ཕྲུག་ཡིན་ན་རེད་སྤུན་རྒྱ་ཡིན་ན་རེད་དེ་འདྲ་བྱས་མ་མྱོང་བ་རྩ་ནས་མེད་པ་ཡིན་པ་རེད་དེར་སོང་ཙང་དེ་འདྲ་བྱས་མ་མྱོང་བ་རྩ་ནས་ཡོད་མ་རེད་དེར་སོང་ཙང་དེ་ཚུལ་གྱི་ཨེ་ནི་ང་ཚོ་ལ་གནོད་བྱས་ན་ད་ཞིའུ་ཞུའི་ཁྱད་པར་ཡོད་མ་རེད་སོ་སོ་སྤུན་རྒྱ་ཅིག་གནོད་བྱས་རེད་ཟེར་ན་དུད་འགྲོའི་ཀྱི་དངོས་པོའི་གནས་ཚུལ་དང་མཐུན་པའི་བསམ་བཏང་སོང་ན་བཟོད་སྒོམ་བྱེད་ཐུབ་ཡས་ཅིག་ཡོད་རེད་ཟེར་གསུངས་པར། དེ་ནས་ད་ཨེ་ནས་མདོར་ན་ད་ག་རེ་གསུངས་པ་རེད་ཟེར་ན་ལགས་འོང་དུས། ང་རང་ཚོས་ཨེ་ནས། ད་གོང་གི་བརྗོད་གཞི་དང་འདི་གཉིས་ཀ་བསྡོམས་བརྒྱབས་སོང་ན། མདོར་ན་ང་རང་ཚོས་ཨེ་ནས་ཕྱི་ཡིག་གི་ཨེ་ནས་སྒྲ། འདི་ཚོ་ཨེ་ནས་ཅིག་བག་མེད་པ་བཟོ་དགོས་བྱུང་ན་བཟོས་ཚར་རེད་ཟེར་ཡོད་མ་རེད་ཨེ་ལགས། དེ་ལས་ཨེ་ནས་ནང་གི་སྒྲ་ཨེ་ནས་ཁོང་ཁྲོ་དེ་བག་འཇོམས་ནས་ཨེ་ནས་བག་བཟོས་པ་བག་བསྟན་སོང་ན། དེ་ཡིག་གི་ཨེ་ནས་སྒྲ་ཐམས་ཅད་འཇོམས་པ་དང་གཅིག་པ་གཅིག་རྐྱང་རེད་དེ་ཡོད་རེད།

ཞེས་གསུངས་པ། དེ་ཡིན་པ་ཡང་དཔེ་མཚོན་གཅིག་གི་ངོར་ནས་ཞུས་ན། དཔེར་ན་ཆ་བཞག་ན་ང་རང་ཚོ་གི་ཨེ་ནས་ཚེར་མ་ཡོད་ས་དང་རྡོ་རུ་ཡོད་ས་ཀྱི་ས་ཆ་ཚང་མ་ལ་ང་ཚོ་གི་ཀོ་བ་གཡོག་བཞག་སོང་ན་ཀོ་བ་གཡོག་ཐུ་ཡས་ཡོད་མ་རེད་དེ་ཡིན་ན་ཡང་སོ་སོའི་གི་ལྷམ་གི་མཐིལ་ལ་ཨེ་ནས་ཀོ་བ་གཡོག་བཞག་སོང་ན་ཨེ་ནས་ས་ཆ་ཚང་མ་ཀོ་བ་གཡོག་པ་དང་གཅིག་པ་གཅིག་རྐྱང་རེད་དེ་ཡོད་རེད་ལ་རྒྱུ་མཚན་དེ་འདྲ་ཡིན་པ་སོང་ཙང་ང་རང་ཚོའི་ཨེ་ནས་ད་ཅིག་ཕྱི་ཡི་དགྲ་ལ་ཁ་བརྡ་བཅའ་ཨེ་དེ་གི་ཚབ་ལ་ཨེ་ནས་ནང་གི་ཨེ་ནས་ཁོང་ཁྲོ་དེ་ལ་ཕ་ཁ་བརྡ་བཅའ་བྱས་དེ་ལ་ཨེ་ནས་ཨེ་ནས་བཟོད་པ་བསྟན་པའི་སྒོ་ནས་ཨེ་ནས་བཟོད་སྒོམ་བྱས་ལ་སྦྱོང་བརྡར་བྱས་སོང་ན་འོ་ད་ཕྱི་ཡི་དགྲ་ཐམས་ཅད་ཨེ་ནས་རང་བཞིན་གྱི་ཕ་དུར་འགྲོ་གི་རེད་ཨེ་ལར་ཨེ་ནས་དེ་དུར་བ་ཙམ་དུ་མ་ཟད་ཨེ་ནས་ཚེ་འདི་དང་ཕྱི་མ་ལ་ཨེ་ནས་བཟོད་པའི་གི་ཕན་ཡོན་དེ་ཚོ་འཕྲལ་དུ་ཚོ་ཡང་སོ་སོ་ལ་ཐོབ་ཡོང་གི་ཡོད་རེད་ཨེ་ལར་དེ་ནས་སོང་ཙང་ཨེ་ནས་རྣམ་པ་ཚང་མས་ཨེ་ནས་ཁོང་ཁྲོ། དེས་ཨེ་ནས་ག་འདྲས་ཅིག་ཏུ་ངོས་ཟིན་པ་དང་ཁོང་ཁྲོ་དེས་ཀྱི་རྒྱུ་ངོས་བཟུང་བ་དང་དེ་ན་ཤེན་གྱིས་བཟོད་པ་བསམ་ན་ག་འདྲས་རེད་འདུག་དེ་ན་ཤེན་གྱིས་ཨེ་ནས་བཟོད་པ་སྒོམ་བཟོད་ན་ཚེ་འདི་ལ་ཕན་ཐོག་ག་འདྲས་འདུག་ཚེ་ཕྱི་མ་ལ་ཕན་ཐོག་ག་འདྲས་འདུག་གནས་སྐབས་ལ་ཕན་ཐོག་ག་འདྲས་འདུག་དེ་ན་ཤེན་གྱིས་རང་ལ་ཕན་ཐོག་ག་རེ་འདུག་གཞན་ལ་ཕན་ཐོག་ག་འདྲས་འདུག་འདི་ཚོ་ལ་ཨེ་ནས་བསམ་བློ་བཏང་ནས་ཨེ་ནས་བཟོད་པ་སྒོམ་ཡས་ལ་ཨེ་ནས་ཚང་མས་ཀྱིས་ཨེ་ནས་འབད་བརྩོན་གནང་རོགས་བྱས་ཟེར་ནས་ཨེ་ནས་ཞུ་ཡས་ལ་སོ་ཐུ་བྱས།